དེ་ལ་དང་པོ་མངོན་པར་འགྲུབ་པའི་སྡུག་བསྔལ་གྱི་སྣོད་ཟེར་བ་དེ་དོན་དག་ག་རེ་ལབ་སྟེ་ཉེར་ལེན་གྱི་ཕུང་པོ་འདི་བླང་བ་ལ་བརྟེན་ནས་སྐྱེ་བ་ཕྱི་མ་ཕན་ཆད་ཀྱི་སྡུག་བསྔལ་རྣམས་འདྲེན་པའོ། ཚེ་འདི་ལ་ཉེར་ལེན་གྱི་ཕུང་པོ་འདི་བླང་བ་ཡིན་ཙང་འདི་འཚོ་བར་བྱེད་པའམ་འདི་གནས་པར་བྱེད་པའི་ཕྱིར་དུ་ལས་དགེ་སྡུག་སྣ་ཚོགས་སོ། དེ་ལ་བརྟེན་ནས་སྐྱེ་བ་ཕྱི་མ་ཕན་ཆད་ཀྱི་སྡུག་བསྔལ་རྣམ་པ་སྣ་ཚོགས་གྲངས་ཡོང་གི་ཡོད་པ་ཡིན་ཙང་མངོན་པར་འགྲུབ་པའི་སྡུག་བསྔལ་གྱི་སྣོད་ཟེར་གྱི་ཡོད་པ་རེད། གཉིས་པ་མངོན་པར་སྤྲུལ་པའི་སྡུག་བསྔལ་གྱིས་གནོད་བསླབས་ཏེ་ཕུང་པོ་བཀྲུ་ཟིན་ལ་བརྟེན་ནས་ནར་དགའ་སོགས་ཀྱི་རྟེན་དུ་གྱུར་པའོ། ཕུང་པོ་ལྔ་དེ་བཀྲུ་ཟིན་པ་ཡིན་ཙང་ཡང་ན་སྐྱེ་བ་དེ་བླངས་ཟིན་པ་ཡིན་ཙང་ན་བ་ཚ་བ་དགའ་བ་ལ་སོགས་པ་རྟོག་པ་བྲིད་པ་སྐོམ་པ་ལ་སོགས་པའི་སྡུག་བསྔལ་སྣ་ཚོགས་པ་འདི་ཁོ་དང་ལྷན་ཅིག་ཏུ་བྱུང་བ་རེད། གསུམ་པ་སྡུག་བསྔལ་གྱི་སྡུག་བསྔལ་གྱི་སྣོད་དང་བཞི་པ་འགྱུར་བའི་སྡུག་བསྔལ་གྱི་སྣོད། སྡུག་བསྔལ་གཉིས་པོ་དེ་གནས་ངན་ལེན་རྗེས་སུ་འབྲེལ་བས་དེ་གཉིས་བསྐྱེད་པའོ། ཟག་བཅས་ཉེར་ལེན་གྱི་ཕུང་པོ་ཟེར་བ་དེ་ལ། སྡུག་བསྔལ་གྱི་སྡུག་བསྔལ་དང་འགྱུར་བའི་སྡུག་བསྔལ་གཉིས་ཀྱི་གནས་ངན་ལེན་རེད། ཟག་བཅས་ཉེར་ལེན་གྱི་ཕུང་པོ་ཁོ་རང་སྡུག་བསྔལ་གྱི་སྡུག་བསྔལ་དང་འགྱུར་བའི་སྡུག་བསྔལ་གྱི་གནས་ངན་ལེན་རེད། གནས་ལབ་དེ་རྟེན་རྣམས་རྒྱུད་ལྟ་བུ་ལ་གསལ་གི་ཡོད་པ་རེད་ངན་ལེན་ལབ་དེ་གང་ལ་གྲངས་ཡོང་བ་འདྲེན་འོང་བ། སྡུག་བསྔལ་གྲངས་ཡོང་བ་སྡུག་བསྔལ་འདྲེན་འོང་བ་དེ་དོན་དག་ཡིན་པ་ཡིན་ཙང་ཟག་བཅས་ཉེར་ལེན་གྱི་ཕུང་པོ་འདི་བདེན་པ་ཡིན་ན་སྡུག་བསྔལ་གྱི་སྡུག་བསྔལ་དང་འགྱུར་བའི་སྡུག་བསྔལ་དེ་མ་བྱུང་རང་དབང་མེད་པ་འོ་དེ་དེ་འདྲ་རེད་ཟེར་གི་ཡོད་པ་རེད། ལྔ་བ་འདུ་བྱེད་ཀྱི་སྡུག་བསྔལ་གྱི་རང་བཞིན་དུ་གྱུར་པ་ཉེར་ལེན་གྱི་ཕུང་པོ་དྲུག་ཙམ་གྱིས་འདུ་བྱེད་ཀྱི་སྡུག་བསྔལ་གྱི་རང་བཞིན་དུ་སྐྱེ་སྟེ། ལུས་ཉོན་ལྔ་མི་གཞན་དབང་དུ་གྱུར་པའི་འདུ་བྱེད་ཐམས་ཅད་འདུ་བྱེད་ཀྱི་སྡུག་བསྔལ་ཡིན་པའི་ཕྱིར་རོ། ལྔ་བ། འདུ་བྱེད་ཀྱི་སྡུག་བསྔལ་གྱི་རང་བཞིན་དུ་གྱུར་པ་ལ་དུས་གང་ལ་ཕུང་པོ་ཁོ་རང་དྲུག་ཙམ་ནི་སྡུག་བསྔལ་རེ་ཟ་གི་བར་ཕུང་པོ་ལྔ་བོ་ཟག་བཅས་ཉེར་ལེན་གྱི་ཕུང་པོ་ལྔ་བོ་སྟེ་ལྷན་ཅིག་ཏུ་འཛོམས་པ་ཙམ་ནི་སྡུག་བསྔལ་རེད། སྡུག་བསྔལ་རེད་ལབ་སྟེ་ཡིན་གཅིག་མིན་གཅིག་སྡུག་བསྔལ་གྱིས་སྡུག་བསྔལ་ལྟ་བུ་ན་བ་ཚ་བ་གཟེར་བ་ལ་སོགས་པ་མ་བྱུང་ན་ཡང་ཁོ་རང་རང་བཞིན་ལྷན་སྐྱེས་ཀྱི་སྡུག་བསྔལ་རེད། རྒྱུ་མཚན་ག་རེ་དྲན་གྱི་ཡོད་པ་རེད་ལབ་དུས་ལུས་ཉོན་སྔ་མའི་གཞན་དབང་དུ་གྱུར་བས་ལབ་པ་རེད། ལུས་ཉོན་སྔ་མ་ལབ་སྟེ། ཟག་བཅས་ཉེར་ལེན་གྱི་ཕུང་པོ་ལྔ་བོ་དེ་འདྲེན་བྱེད་དམ་དེ་སྐྱེད་བྱེད་ཀྱི་རྒྱུ་དེ་ལས་དང་ཉོན་མོངས་པ་ཡིན་ཙང་དེའི་གྲང་བའི་ཕུང་པོ་གཅིག་ལ། དེས་འདྲེས་པར་གྱུར་པའི་ཕུང་པོ་ཁྱོད་ལ་སྡུག་བསྔལ་གཅིག་མ་གཏོགས་བདེ་བ་གཅིག་ཡོང་ཡོང་ཐབས་ཡོད་པ་མ་རེད། དེས་ཙང་ཟག་བཅས་ཉེར་ལེན་གྱི་ཕུང་པོ་ངོ་བོ་ཁོ་རང་སྡུག་བསྔལ་ཡིན་པ་དེ་ཧ་གོ་དགོས་པ་དེ་ཧ་ཅང་གལ་ཆེན་པོ་རེད་ཟེར་གྱི་ཡོད་པ་རེད། ཉེར་ལེན་གྱི་ཕུང་པོ་རང་བཞིན་གྱིས་འཁོར་བ་ལ་སྐྱོ་བ་རྣལ་མ་ཞིག་མ་སྐྱེས་ན་ཐར་བ་དོན་གཉེར་གྱི་བློ་རྣལ་མ་སྐྱེ་བ་མེད་ཅིང་སེམས་ཅན་འཁོར་བར་འཁྱམས་པ་ལ་སྙིང་རྗེ་ཆེན་པོ་ཡང་སྐྱེ་ཐབས་མེད་པས་ཐེག་པ་ཆེ་ཆུང་གང་དུ་འཇུག་ཀྱང་བསམ་པ་འདི་ཤིན་ཏུ་གལ་ཆེའོ། མདོར་ན་ཟག་བཅས་ཉེར་ལེན་གྱི་ཕུང་པོ་ལྔ་པོ་དེ་སྡུག་བསྔལ་གྱི་རང་བཞིན་དུ་མ་རྟོགས་པ་ཡིན་ན། འཁོར་བ་ལ་སྐྱོ་བ་སྐྱེ་ཐུབ་ཀྱི་མ་རེད། སྡུག་བསྔལ་གྱིས་སྡུག་བསྔལ་ལ་སྐྱོ་བ་སྐྱེ་ཐུབ་ཀྱི་རེད། ད་ནི་འགྱུར་བའི་སྡུག་བསྔལ་ལ་ཡང་གང་ལ་གང་འཚམ་བསམ་བློ་བཏང་བ་ཡིན་ན་སྐྱོ་བའམ་ཡང་ན་དེ་ལ་འདོད་པ་མི་འཕེལ་བ་དེ་འདྲ་ཡོང་ཐུབ་ཀྱི་ཡོད་པ་རེད། ཡིན་ན་ཡང་ཕུང་པོ་ལྔ་བོ་དེ་སྡུག་བསྔལ་གྱི་རང་བཞིན་དུ་ཧ་གོ་མ་ཐུབ་ན་ཕུང་པོ་ལྔ་བོ་ལ་འགྲན་བསྡུར་གྱི་བློ་སྐྱེ་གི་མ་རེད། ཕུང་པོ་ལྔ་བོ་ལ་འགྲན་བསྡུར་གྱི་བློ་མ་སྐྱེས་ན་དེ་ལ་ཆགས་ནས་འཁོར་བ་ལ་སྐྱོ་བའམ་ཡང་ན་ངེས་འབྱུང་གི་བསམ་པ་རྣལ་མ་ངེས་འབྱུང་གི་བསམ་པ་དངོས་གནས་ཅིག་སྐྱེ་བའི་ཐབས་ཡོད་པ་མ་རེད། རང་ཉིད་ལ་ངེས་འབྱུང་གི་བསམ་པའམ་འཁོར་བ་ལ་སྐྱོ་བ་མ་སྐྱེས་ན་གཞན་དག་ལ་སྙིང་རྗེ་ཆེན་པོ་ཡང་སྐྱེ་བའི་ཐབས་ཡོད་པ་མ་རེད། དཔེར་ན་མིའི་རྣ་པ་ཉམ་ཐག་སྡུག་བསྔལ་དྲག་པོའི་གི་མནར་བ་ཅིག་ལ་ང་རང་ཚོའི་རྒྱུད་ལ་སྙིང་རྗེ་ཅུང་ཙམ་སྐྱེ་ཡ་ལས་སླ་བོ་ཡོད་པ་རེད་ཡིན་ན་ཡང། མ་རིག་པའི་དབང་གིས་བྱུང་བའི་ལས་ཉོན་གྱི་གཞན་དབང་དུ་གྱུར་བའི་སེམས་ཅན་ལ་ཐུན་མོང་དུ་སྙིང་རྗེ་སྐྱེ་ཐུབ་པ་དེ་ལ་ངེས་པར་དུ་འཁོར་བ་གི་ཉེས་དམིགས་མཐོང་དགོས་ཀྱི་ཡོད་པ་རེད། འཁོར་བ་གི་ཉེས་དམིགས་བསླབ་ན་མ་བསླབ་ན། ཟག་བཅས་ཉེར་ལེན་གྱི་ཕུང་པོ་ལྔ་དེ་རེད། ཡང་ན། ཟག་བཅས་ཉེར་ལེན་གྱི་ཕུང་པོ་ལྔ་གི་སྐྱོན་དེ་མ་མཐོང་བ་ཡིན་ན་སྙིང་རྗེ་ཆེན་པོའམ་ཐེག་པ་ཆེན་པོའི་ཆོས་ལ་འཇུག་པའི་ལམ་དེ་ཡང་ཡོད་པ་མ་རེད། དེ་ཡིན་ཙང་ཐེག་པ་ཆེ་ཆུང་གི་ཆོས་གང་འདྲ་ཞིག་ཉམས་སུ་བླངས་ན་ཡང། ཨ་ནི། ཟག་བཅས་ཉེར་ལེན་གྱི་ཕུང་པོ་དེ་སྐྱོན་ཡིན་པ་ཟག་བཅས་ཉེར་ལེན་གྱི་ཕུང་པོ་དེ་སྡུག་བསྔལ་ཡིན་པ་ཧ་གོ་དགོས་པ་དེ་ཧ་ཅང་གལ་ཆེན་པོ་རེད། འོ་དེ་འདྲ་གསུང་གི་ཡོད་པ་རེད། མདོར་ན། འདིའི་སྔོན་གྱི་སློབ་ཚན་དང་སློབ་ཚན་འདི་གཉིས་ཀྱི་ནང་དུ་ག་རེ་བཤད་པ་རེད་ལབ་ན་སྐྱེ་བའི་སྡུག་བསྔལ་དང་རྒ་བའི་སྡུག་བསྔལ་ན་བའི་སྡུག་བསྔལ་འཆི་བའི་སྡུག་བསྔལ། སྡུག་པ་དང་བྲལ་བའི་སྡུག་བསྔལ་མི་སྡུག་པ་དང་ཕྲད་པའི་སྡུག་བསྔལ་འདོད་པ་བཙལ་ཀྱང་མི་རྙེད་པའི་སྡུག་བསྔལ་ཉེ་བར་ལེན་པའི་ཕུང་པོ་སྡུག་བསྔལ་བྱེད་པའི་སྡུག་བསྔལ་ཆེན་པོ་བརྒྱད་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ཀྱི་འཁོར་ལོ་མདོའི་སྐབས་སུ་གསང་བའི་སྡུག་བསྔལ་བརྒྱད་དེ། ལ་འགྲེལ་བཤད་བརྒྱབ་པ་འོ་དེ་འདྲ་ཞིག་རེད། ད་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནས་མཚམས་བཞག་རྒྱུ་བྱེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།